ད་དེ་ནས་དངོས་གཞི་ལགས། བྱས། ད་དེ་ནས་དེའི་ཐུགས་ལ་ཡང་ཉན་ཨ་ཡག་པོ་ཞིག་ཉན་ཨ། ལ་རས་ཆེན་མོའི་ནང་ལས་དེ་འདྲས་གསུངས་ཡོད་རེད་གསུངས་པ་དག་རང་སྒོམ་རྒྱབ་པའི་ཉམས་མྱོང་ཅན་བླ་མ་སྤྱན་རས་གཟིགས་ཀྱིས་ཨ་ནི་བས་གསུངས་ཡོད་རེད། དང་གསུངས་ཡོད་རེད། འོ་ད་ང་ཚོའི་ཡིན་པ་ཡིན་ནི་དག་རང་དགོན་པ་རེད་དེ་ཡིན་པ་ཡིན་དུས་ད་དེ་ནི་མ། དེ་ནི་དངོས་གཞི་ལ། ཞི་གནས་འགྲུབ་པའི་དམིགས་རྟེན་གཙོ་བོར་ད་ཞི་གནས་འགྲུབ་པའི་དམིགས་རྟེན་ལ་མང་པོ་ཡོད་རེད་དེ། ང་ཚོ་ནང་པ་སངས་རྒྱས་པའི་གི་གཙོ་བོ་སངས་རྒྱས་ཀྱི་སྐུ་ལ་བྱེད་ས་ད་ཞི་གནས་འགྲུབ་པའི་དམིགས་རྟེན་གཙོ་བོར་སངས་རྒྱས་ཀྱི་སྐུ་ལ་དམིགས་ནས་བསྒོམ་ན་ལེགས་པས། དེ་ཡི་ཚུལ་ནི། རང་གི་སྨིན་མཚམས་ཀྱི་ཐད་ཀྱི་མདུན་གྱི་ནམ་མཁར། སྣ་ཚོགས་པདྨ་དང་ཟླ་བའི་གདན་ལ་རྒྱལ་བ་ཤཱཀྱ་ཐུབ་པ་སྐུ་མདོག་གསེར་བཙོ་མ་ལྟ་བུས་བྱས། ད་འདི་ལ་ཡང་བླ་མའི་རྣལ་འབྱོར་ཉམས་ལེན་བྱེད་ངེས་ཡིན་ན། ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པར་རྒྱལ་བ་ཤཱཀྱ་ཐུབ་པ་བསྒོམ། ད་ཐེག་དམན་འདྲ་བོ་དེ་འདྲའི་ཡིན་ན། ཡིན་གཅིག་མིན་གཅིག་བླ་མ་བསྒོམ་དགོས་མ་རེད། བླ་མ་ཐུ་བོང་བུ་ཁོ་རང་བསྒོམ་བཞག་ན་འགྲིག་བ་རེད། འོ་ད་བསྡུ་བཟོ་བྱས་ནས་རྒྱ་བ་ཤཱཀྱ་ཐུབ་པ་ཀུན་ཏུ་གསེར་བཙོ་མ་ལྟ་བུ་ཐུབ་ན། ལྟ་བུ་བྱས། ད་དེ་འདྲས་ཀྱི་གསེར་བཙོ་མ་ལྟ་བུ་དེ་འདྲས་དེ་ལ་ཟེར་བ། ད་ང་རང་ཚོ་སོ་སོ་གྱི་ཐུབ་ཀུན་ཡོད་ན། ཨ་ནི། ཅེས་ཀྱི་དམིགས་པ་ཕྲ་བ། གསེར་དེ་འདྲས་ཀྱི་སངས་རྒྱས་ཀྱི་སྐུ་དེ་ཆུང་ཆུང་ཅིག་དམིགས་ནས་ཆུང་ཆུང་དེ་དེ་དུ་བ། རྒྱ་སེང་གི། འབྲུ་ཚད་ཙམ་ཞིག་ལ་མིན་ལ་རེད་ད་རྒྱ་སེ་ཟེར་དུས་ད་གཞན་ད་ག་ཡོད་མ་རེད་ང་རང་ཚོ་དེ་རྡ་ལི་སིང་ངེ་འདྲ་བོ་དང་ཨ་ནེ་ཅིག་ཡོད་བ་ཨོ་དེ་འདྲའི་རྡ་ལི་འདྲ་བོ་དེ་འདྲའི་གི་ཚད་འདྲ་བོ་ཅིག་དེ་འདྲའི་ཅིག་ལ་ཡང་མིན་ལ་རེད་ད་འདི་ག་རོ་སེམས་ཅིག་གི་ཉམས་མྱོང་གཏད་ཟེར་ཡོད་ངེས་ཟེར་ན་ཡང་འདྲ་སེམས་གཏད་ཟེར་ཅིག་སོ་སོ་ཅིག་གཅིག་གཅིག་སེམས་ལ་སོ་སོ་སོ་ནམ་རྒྱུན་ནས་ཨོ་སོ་བརྟན་པོ་ཡོད་ཉེན་ཅིག་ཡིན་ན་ད་འདི་འགྲིག་གི་ཡོད་རེད་ད་ཡིན་ན་ཡང་སྤྱི་ཡོངས་ནས་འདི་ཁག་པོ་ཡོད་རེད་དེ་ཡིན་ཚོ་དེ་འོག་དེ་ཐུབ་ན་རྒྱ་སེང་གི་འབྲུ་ཚད་ཙམ་ཞིག་ལ་དམིགས་པ་གཏད་ནས་སེམས་རྩེ་གཅིག་ཏུ་དམིགས་ནས་སྒོམས། ལས་དང་པོ་བས་དེ་དཀའ་ན་ལབ་སོང། སྒོམ་ལས་དང་པོ་བ་བཟོས་ཏེ་སྐབས་འདིར་ལས་དང་པོ་བ་དེ་སྒོམ་རྒྱག་མཁན་དང་པོ་དེར་བརྩི་བར་བ་སྒོམ་རྒྱག་ཡས་ཀྱི་ལས་ཀ། སྒོམ་རྒྱག་ཡས་ཀྱི་ལས་ཀ་བྱེད་མཁན་དང་པོ་ཚོ་ལ། ད་འདི་ཁག་པོ་ཡོད་རེད། དེ་དཀའ་ན་བཟོས་ཏེ་དཀའ་ལས་ཁག་པོ་ཡོད་ན། ད་ག་རེ་བྱས། སངས་རྒྱས་ཀྱི་སྐུ་སྐུ་དེ་སངས་རྒྱས་ཀྱི་སྐུ་རང་བྱས། ཆེ་ཆུང་དེ་སོར་གསུམ་པ། སོར་གསུམ་ཟེར་ཚེ་བསྐྱར་ནས་ད་ང་ཚོ་ད་ལྟ་སྟོན་པའི་སྐུ་པར་ཆུང་ང་དེ་ཏག་ཏག་འདྲ་པོ་འདུག་བའོ་དེ་ནི་སོར་སོར་གསུམ་པ་བྱས། ད་སྟོན་པའི་སྐུ་དེ་པས་འོད་འཕྲོ་འདུག་ངེད་ཅིག་གོ་རེད་ཐ་ལ་ཕ་གའི་གཟི་བརྗིད་མི་ངན་འདྲ་པོ་ཡོད་ན་ཡང་སྒོམ་རྒྱག་དུས་སོ་སོ་ཡེ་ནས་བྱིང་བ་འཐིབ་ཡག་གི་ཉེན་ཁ་ཡོད་རེད། ཆོས་ས་སོ་སོ་གི་སེམས་ལ་བྱིང་བ་རྨུགས་པ་གཉིས་དེ་ཚོ་མ་ཡོང་ཡའི་དོན་དག་ལ་སྒོམ་ཡས་ཀྱི་དམིགས་པ་དེ་པོས་འོད་འཕྲོ་ངེས་ཅིག་སྒོམ་ཡོད་ན་ཡག་པོ་ཡོད་དེ་ཡིན་ཙང་འོད་འཚེར་བ་ཟེར་ཏེ་དེ་བྱས། ལྗིད་ལྟིག་སྐྱེ་བ་ཟེར་ཏེ་འཇུག་སྒོ་ཆེན་པོ་འདྲ་བོ་ཅིག། སྤྲིན་པ་འདྲ་བོ་ལྷག་པའི་ཁྱི་ཆོག་ཆོག། ཤུ་གུ་འདྲ་བོ་ལྷག་པའི་ཁྱི་ཆོག་ཆོག་དེ་འདྲའི་འདྲ་བོ་ཅིག་སྒོམ་པ་ཡིན་ན་ཡང་སེམས་ཕ་གི་ཞག་གི་ཞག་གི་ལ་ཁོ། ལྗིད་ལྟིག་ལྟིག་འདྲ་ཅིག་མེད་ན། འཇུག་གོ་ཆོ་འདོ་ཁ་བོར་ཅིང་སྟུག་སྡེ་འདི་གཉིས་འདྲ་ཅིང་མེད་པར་ཆད་ན་ཁྱི་ཆོས་ཆོས་འདྲ་པོ་ཅིག་ཡོད་ན་སེམས་གཡེང་ངེས་ཉེན་ཁ་གཏད་སུ་ཡོད། དེ་འདྲའི་ཡིན་པ་ཡིན་དུས་སེམས་མ་གཡེང་བའི་ཆེད་དུ་ལྗིད་ཏིག་སྐྱེ་བ། སེམས་པའི་རྨུགས་པ་བྱིང་བ་མ་ཡོང་བའི་ཆེད་དུ་འོད་འཚེར་བ་ཁྱད་ཆོས་གཉིས་འདུ་བ། སངས་རྒྱས་ཀྱི་སྐུ་འོད་འཚེར་བ་འདི་ཀྱིས་བྱིང་བ་དང་རྨུགས་པ་བཀག། ལྗིད་ཏིག་སྐྱེ་བ་འདི་ཀྱིས་གཡེང་བ་བཀག་ཧཱུྃ་སྲུང་བ་འོ་ད་དེ་འདྲའི་འོ་ད་འདུག་འདུག་བྱས་ནས་ལྗིད་ཏིག་སྐྱེ་བ་ཞིག་ལ་དམིགས་ནས་བསྒོམ་ཡང་རུང། དེའི་བར་དུ་སྤེན་ཚེ་གཅིག་གིས་བདག་སྐྱོན། ད་ང་རང་ཚོ་ད་ལྟ་ཁ་སང་ངས་འགྲེལ་བཤད་བརྒྱབ་ཚར་རེད་ཁྱེད་རང་ཚོ་ཕྱག་ལ་ཡོད་པའི་སྟོན་པའི་སྐུ་དེ་ད་མཚན་ལྡན་རེད་བ། ད་ཡིན་ནས་བསྒོམ་པའི་སྐབས་ལ་ཡང་ལེབ་ལེབ་པར་འདྲ་བོ་བསྒོམ་ཡ་ཡོད་མ་རེད་བ། རྩ་བའི་སྐུ་འདི་ག་རང་ཡིན་པ་ལ་དངོས་གནས་རང་གི་སངས་རྒྱས་ཀྱི་སྐུ་ངོ་མ་དྭངས་གསལ་འོད་ཀྱི་རང་བཞིན་ཅན་ཞིག་ཡོད་བསམ་པ་ཅིག་བསམ་བཏང་ནས་བསྒོམ་དགོས་རེད་བ། དེ་བྱས། ད་དེ་ནས་འདི་ཞུ། དེ་གཉིས་གང་བྱེད་ཀྱང་བཟོད་དེ་དང་གི་ཡ་གི་རྒྱ་སེན་གྱི་སྦྲུལ་མཚན་ཙམ་གྱི་སངས་རྒྱས་ཀྱི་སྐུ་ལ་མིག་ན་ཡི་འདྲ། ཡང་ན་སོར་གསུམ་ཡོད་བདེ་བའི་སངས་རྒྱས་ཀྱི་སྐུ་ཆེ་བ་གཅིག་ལ་མིག་ན་ཡི་འདྲ། དེ་གཉིས་གང་བྱེད་ཀྱང། སྒོམ་རྒྱ་དུས་ཐོག་མར་དེ་མིག་ལ་ཤར་ནས་བསྒོམ། ད་དང་པོ་པས་མིག་རྐྱང་རྐྱང་བལྟ་ནས། སྔོན་མ་ང་ཡ་གེ་སྒོམ་རྒྱབ་དུས་ངས་དམིགས་ཁོ་རང་བལྟ་ཡ་དེ་འདྲའི་ཐུན་མང་པོ་བྱས་ལ། ད་དམིགས་ཁོ་རང་བལྟས་ཡོང་དུས་དམིགས་བལྟ་བདེ་བ་ཙམ་འབྲི་གོག་མ་དང་སེམས་ག་བ་ག་ས་དང་དམིགས་ཨེ་འདྲའི་བལྟ་འདུག་དམིགས་ག་བ་བལྟ་ས་དེ་ལ་སེམས་ཡང་བལྟ་གོ་གོ་དེ་ཡོང་དུས་སངས་རྒྱས་ཀྱི་སྐུ་ལ་དམིགས་ཁ་ཐུག་སངས་རྒྱས་ཀྱི་སྐུ་གི་ཞལ་རས་དེ་ལ་བཞག་སྙམ་དུ་སེམས་དེ་ཡང་སངས་རྒྱས་ཀྱི་སྐུ་དེ་ལ་མིག་ཤེས་དང་ཡིད་ཤེས་གཉིས་ཏག་ཏག་པར་སངས་རྒྱས་ཀྱི་སྐུ་དེ་ལ་བཞག་དེ་ག་རོ་ག་རོ་བཞག་དུས་ཨ་ནི་ཅིག་དམིགས་འདུག་གསུམ་ནི་གཏད་སོ་དེ་དྲན་པ་ལ་ཤར་ཡོང་གི་འདུག་བ། ཕྱི་རོལ་འདི་ཡིན་པ་ཡིན་ནོ་དང་པོ་མིག་གིས་དེ་བྱས་ནས། དེས་མིག་ལ་དགའ་ལ། དེ་གཉིས་གང་བྱེད་ཀྱང་ཐོག་མར་དེ་མིག་ལ་ཤར་ནས་བསྒོམ། དེ་ཅུང་ཟད་གོམས་པ་ན་ད་འདི་འདྲའི་འདྲ་བོ་ཐེངས་མ་གཅིག་བྱས་གཉིས་བྱས་གསུམ་བྱས། ཐེངས་མང་པོ་བྱས་ཡོང་དུས་དགའ་རོགས་གོམས་སོང་ན། སོ་སོའི་གད་མིག་དུ་བཙུམ་ཡོང་དུས་ཏག་ཏག་བྲན་ཡ་འདྲ་བོ་ཞིག་ཆགས་ཡ་ཡིན་ན་ར་ཅུང་ཟད་གོམས་ན་གོམས་པ་ན་ཨ་ནི་གཞི་ནས་འདི་རེད། ཏིང་ངེ་འཛིན་ཡིད་བློ་ལ་སྒྲུབ་རྒྱུ་ཡོད་པས། ཆུ་དང་ཏིང་ངེ་འཛིན་ལ་ཡ་དེ་མིག་ཤེས་ལ་སྒྲུབ་དགོས་པ་མ་རེད། ཏིང་ངེ་འཛིན་ཟེར་ཡ་དེ་ཡིད་ཀྱི་ཤེས་པ་ལ་སྒྲུབ་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ཏིང་ངེ་འཛིན་ཡིད་བློ་ལ་སྒྲུབ་གི་ཡོད་པས། མིག་ཤེས་ལ་ཤར་བའི་སྐུ་དེ་དམིགས་པ་གཙོ་བོ་མ་ཡིན། མིག་ཤེས་ལ་ཤར་བས་ཀྱི་སྐུ་དེ་མིག་ཤེས་ལ་ཤར་རུ་བཅུག་པ་དེ་སྔོན་འགྲོ་རེད། དེ་ཡི་ཞི་གནས་ཀྱི་དམིགས་པ་གཙོ་བོ་དེ་མ་རེད། ད་མིག་ཞི་གནས་ཀྱི་དམིགས་པ་གཙོ་བོ་ག་རེ་ལགས་ན། ཞི་གནས་ཀྱི་དམིགས་རྟེན་གཙོ་བོ་ནི་མིག་ཤེས་ལ་ཤར་བའི་སྐུ་དེ་ཡིས་གཟུགས་བརྙན་བཟོས་ཏེ་དོན་ཅི། རེད་བ། རྟོག་པ་ལ་ཤར་བསྡད་པའི་སྐུ་དེ་ཀྱིས་དོན་ཅི་ཞིག་རྟོགས་ཏེ་རེད་བ། སྐུ་དེ་ཡིས་གཟུགས་བརྙན། ད་དབྱིན་ཇི་སྐད་ལ་ཡིན་ན image ལ་དུས་སྙིང་རྗེ་པོ་བྱ་གི་འདུག་བ་རེད་བ། ང་ཚོ་དཔར་འདྲ་པོ་ཅིག་གྱིས་མ་ཡིན་ན་མི་གཅིག་ལ་དཔར་རྒྱག་ན་ཨ་ནི་དཔར་རྒྱག་ཚར་བའི་ཞུ་གུ་དེ་ལ་ཨ་ནི་དེས་ཕིང་ཤོ་བཟོ་རོ་ཅིག་སྤྲད་ལེ་གི་བ་རེད་བ། ད་ཕིང་ཤོ་བཟོ་རོ་ཅིག་དེང་སང་ཡིན་ན་ཀོམ་པུའུ་ཏར་ནང་ལ image ལ་ནི་དཔར་གི་སུབ་ཅིག་ཡོང་གི་འདུག་བ་འོ་དེ་འདྲ་བོ་ཆགས་ཀ། མིག་སྟོང་གསུམ་པ་དང་སེམས་ལ་ཡང་ལྷང་ས་ནས་སྟོན་པའི་སྐུ་དེ་ཤར་ན་ཐབས་དེ་ཡེ་ཤེས་ལ་ཤར་བདེ་བ་ཡིན་དུས་དེ་དོན་ཅི་ཆགས་ཡོད་རེད། དེ་འདྲའི་དེ་སངས་རྒྱས་ཀྱི་སྐུ་བདག་ཅག་གི་སྟོན་པ་སྒོམ་མེད་ན་བདག་ཅག་གི་སྟོན་པའི་གི་སྐུ་དེ་གི image གཟུགས་བརྙན་ཆགས་བསྡད་ཡོད་རེད་འོ་ད་དེ། ཨོ། མིག་ཤེས་ལ། སྐུ་དེའི་གཟུགས་བརྙན། ཡིད་བློ་ལ་ཤར་དུ་བཅུག་ད་དེ་སེམས་ལ་ཤར་བཅུག་གོ། རེད་དོ། དང་པོ་མིག་གི་སྟེང་ནས་དགའ་རོགས་གོམས་གོམས་ཚར་ཨ་ནི་དེ་ནས་མིག་བཙུམ་ཡིད་ལ་ཤར་བཅུག་ད། ཡང་ཡག་པོ་ཡོང་གི་མི་འདུག་ན་ཡང་མིག་གི་སྟེང། ཡང་ཡིད་ལ་ཤར་བཅུག་ད་ཡང་ཡིད་ལ་ཤར་རེད་དེ་ཨོ་ཟེར་ཡོང་གི་འདུག་ན་ཐེངས་མ་གཅིག་གི་ཕན་གོ་མ་རེད།

སེམས་ཀྱི་དྲན་པས་ཨ་ནི་སངས་རྒྱས་ཀྱི་སྐུ་ཡི་གཟུགས་བརྙན image དེ་གཟིམས་ཐུབ་པ་ཡིན་ན། ད་གཟིམས་ཐུབ་པ་དེ་ལ་ཡང་ཐེངས་དང་པོ་མ་ཡིན་པར་ཐེངས་དང་པོ་གཅིག་གཟིམས། ཡང་གློད། ཡང་གཅིག་གཟིམས། ཡང་གློད། ཡང་གཅིག་གཟིམས། དེ་འདྲའི་བྱས་ནས་དགའ་རོགས་གོམས་ཡོད་ན་དཔེར་ན་ཁྱེད་རང་ཚོ་ང་ལ་བལྟ་ཨ། ལྟར་འདིའི་ཕྲེང་བ་འདི་ངེད་ཀྱི་གཟིམ། ཕྲེང་བ་འདི་ལག་པ་གཡོན་པ་ལ་འདུ་བ། ལྟར་ཕྲེང་བ་འདི་སངས་རྒྱས་ཀྱི་སྐུ་ཡི་ཚབ་དེ་བྱས། ལྟར་འདིའི་ལག་པ་འདི་སེམས་བྱས། ལག་པ་གི་འདུ་བཟིམ་མས་ཀྱི་ཚོས་འདི་དྲན་པ་དེ་བྱས། ལྟར་དྲན་པ་འདི་ཀྱི་འདུ་བཟིམ་ལྟར་ལག་པ་བཟིམ་སོང་ཨ། གཅིག་བཟིམ་ཡང་བཞག། ཡང་གཅིག་བཟིམ་ཡང་བཞག། ཡང་གཅིག་བཟིམ། དེ་འདྲས་བྱས་ནས་ད་རོ་བཅས་ནས་སེམས་ཀྱི་གཟིམ་ནི་རྒྱུན་རིང་པོ་འདིར་ཐུག་མ་ཐུག་སྐད་ཆ་མར་བརྡ། ག་དུས་ཡིན་ནས་བརྟན་པོ་ཟིམ་དུ་ཡ་ཆེད་རེད་སོགས་ཟིམ་པ་དེ་ཤོར་འགྲོ་ཤོར་འགྲོ་མ་ཡིན་པ་ཟིམ་པ་དེ་སྐར་མ་གཅིག་ཟིམ་ན་ཡང་འདྲ་ག་ལྟ་ཟིམ་པ་དེ་ཡག་པོ་བྱས་ནས་བརྟན་པོ་ཟིམ་དུ་བ་བྱུང་ན་ད་ཁྱེད་རང་ཚོ་ང་ལ་བལྟ་ངའི་ལག་པ་གི་ལག་པ་འདི་གི་འདི་ཡག་པོ་ཟིམ་མེད་ན་ཤོར་རའི་ཉེན་ཁ་ཡོད་རོགས་ལག་པ་དཀྲུགས་ན་ལག་པ་འདི་གི་ད་ཕྲེང་བ་དེ་ཡག་པོ་ཟིམ་སོང་ཨ། ད་ཡག་པོ་ཟིམ་ས་ན། ངས་ཡ་ཞེས་ནས་ཁྱི་ཐུག་དུ་བ། ཕ་ཡེ་ནས་ཁྱི་ཐུག་དུ་བ། ཕ་ནས་ཁྱི་ཐུག་དུ་བ། རྒྱབ་ལ་ཡང་ཁྱི་ཐུག་དུ་བ། འོག་ལ་ཡང་ཁྱི་ཐུག་དུ་བ། དུ་བ། འདིའི་ནང་བཞིན། སེམས་ཀྱི་སངས་རྒྱས་ཀྱི་སྐུ་དེ་ཡག་པོ་བྱས་ནས་སྒོམ་རྒྱ་ནས་ཟིམ་ཐུག་ན། རེ་བ། མིག་གདངས་ན་འདྲ། མིག་བཙུམ་ན་ཡང་འདྲ། གཡས་ལ་ལྟ་ན་གཡོན་ལ་ལྟ་ན་རྒྱབ་ལ་ལྟ་ན་གར་ཅིག་འདི་འགྲིག་པ་བྱས་འགྲིག་སོང་ཨ། ད་འདི་བཞུགས་སྒོ་ཡིན་ད་ཡག་པོ་ཉན་ཨ་ཡག་པོ་ཉན་ཨ། འདི་བཞུགས་སྒོ་དེ་ལ་ལྟ་སོ་སོ་ཡར་ལངས་ཧཱུྃ་སོ་ཨ། སོ་སོ་ཡར་ལངས་ཨ་ནི་སོ་སོ་ཡར་ལངས་ནས་ནི། དང་པོ་ཡར་ལངས་དུས་ད་དུ་དུ་བྱས་སྐོར་བ་ཨ་ཡར་ལངས་ཚར་དུས། ལངས་ཀྱི་ལངས་ཀྱི་བསྒོམ་དུ་བརྒྱབ་ནི་སེམས་ཀྱི་སངས་རྒྱས་སྐུ་གཟིམ་ཐུགས་དུ་བའི་ལྟ། ད་སེམས་ཀྱི་ཏག་ཏག་སངས་རྒྱས་སྐུ་གཟིམ་ཐུགས་དུ་ན་ཨ་ནི།

འདུས་སོང་བ། ད་འདི་གཅིག་བྱས། ད་འདི་བཞུགས་གོ་ལ། སྔོ་ནའི་དྲང་ནས་བརྟན་པོ་ཏིང་ངེ་དགའ་རོ་བརྟན་པོ་ཨོ་ཆགས་ཡོད་ན་རེ་ད་རྒྱུན་རིང་པོ་སྐྱེ་བྱ་འདི་བཞུགས་གོ་བྱས་བརྟན་པོ་ཆགས་ན། ཨ་ནི་ཡང་ས་ལ་བདེ་བ་གང་ཞིག་བྱས། ད་ས་ལ་བདེ། ཡ། ངས་དང་གི་སངས་རྒྱས་ཀྱི་སྐུ་དེ་དེ་བསྒོམ་མིན་ཁྲག་དེ་ངས་བསྒོམ་ནས་ཐུག་གི་འདུག། ད་སངས་རྒྱས་ཀྱི་སྐུ་དེ་ང་དེ་བཞག་གི་མེད་ད་སྒོ་ལ་དབུ་ལ་བཞག་གི་ཡིན་ས་མཚུའུ་དེ་འདྲའི་ཞུ་སྒོ་ལ་བཞག། རེད་བ། དཔེར་ན་ང་ཚོ་ཐུན་འགྲུལ་སྐབས་ལ་བླ་མ་མདོ་བྱང་སྤྱི་བོ་ནས་ཚུར་བདུན་ནས་ཚུར་སྤྱི་བོ་གདན་འདྲེན་ཞུ་གི་ཡོད་བ་དེ་ནང་བཞིན། སེམས་ཀྱི། སེམས་ལ་ཤར་བའི་སངས་རྒྱས་ཀྱི་གཟུགས་བརྙན་བདུན་ལ་བསྒོམ་པ་དེ་ད་ང་འདས་བསྒོམ་གི་མེད། ཚུར་ང་རང་ནང་བཞིན་ཕག་བཀག་སྟེ་འདས་བསྒོམ་གི་ཡིན། ད་འདི་བསྒོམ་ཚར་དུས་ད་འདས་བསྒོམ་གི་མེད་ང་དཔུང་པ་ལ་བསྒོམ་གི་ཡིན་གཡས་འདས་བསྒོམ། ད་འདས་བསྒོམ་གི་མེད་ད་ང་གཡས་ལ་བསྒོམ་གི་ཡིན་འདས་བསྒོམ། དེ་འདྲ་བྱེད་ཐུབ་ཀྱི་རེད། ག་བ་ག་ས་ཁྱི་ཐུ་ར། ད་འདུག་ཟེ་ཁྱི་ཐུ་ར་ཡང་རང་ཅག་ཅི་བཟོ་གི། ཨ་ནི་ཐ་མ་ཐ་མ་བསྡད་ལ་ད་སྤྱི་བོ་ནི་ང་སྙིང་ག་ལ་མ་ཞུ་གི་ཡིན་ས་དབུ་མ་འགྱོད་ནི་མ་སྙིང་ག་ལ་མ་བསྟིམ། ཨ་སྙིང་ག་ཁོ་རང་ནང་ལ་ཡང་སྐུ་དེ་སྒོམ་བསྡད། སྙིང་གི་ནང་ལོག་ལ་སངས་རྒྱས་སྐུ་སྒོམ་བསྡད། ཨ་འདི་ཡང་ཡག་པོ་ཆགས་སོང་ན་ཨ་ནི་ཞུ་གི་གཞི་ནས་རང་གི་སེམས་དེ་དང་སངས་རྒྱས་ཀྱི་སྐུ་དེ་ནི་དབྱེར་མེད་ལ་གྱུར་སོང་བསམ། ག་འདྲ་ཡག་པོ་འདུག། སྐྱིད་པོ་ཞུ་ཅི་སྒོམ་རྒྱག་ཡོད་རོགས། དངོས་གནས་ཡིན་ན་ངས་ནམ་རྒྱུན་ཞུས་པ་ན་རེད་རེད། ང་ཚོ་ནི་ད་བསྟན་འགྲོའི་དོན་ལབ་ནས་ལས་ཀ་མང་ཐག་ཆོད་དེ་དུས་ཚོད་རེག་མུ་འདི་རག་པ་དེ་ཤོག་དགའི་རེད་ཤོག་དགའ་བྱེད་ཚོད། ད་དེང་སང་ངས་ལྔ་རུ་བཏང་ནས་གསུམ་དང་སྐར་མ། གསུམ་དང་སྐར་མ་བཞི་སུམ་ཅུ་སོ་ལྔ་བཞི་བཅུ་དེ་བ་ལང་གི་ཡོད། ཟླ་གསུམ་དང་སྐར་མ་བཞི་བཅུ་བདེ་བར་ལངས་ནས་ད་ནི་ཆུ་ཚོད་དྲུག་ག་ཟིན་པ་སྐར་མ་བཅོ་ལྔ་བར་དུ་སྒོམ་ར་སྟེ་སྐྱབས་བྱེད་ཀྱི་ཡོད། ཨ་དྲུག་ག་ཟིན་པ་སྐར་མ་བཅོ་ལྔ་ནི་བསྐོར་ར་བྱེད་འགྲོ་ཆོས་ལྡན། དེ་ནས་ཡང་ཡང་ཚུར་ཡོང་ཡང་ལྟས་ཀ་འདོན་ཏེ་བྱས། བྱས་ཙང་འདི་ཡིན་པ་ཡིན་དུས་སོ་སོ་ངོས་ནས་དུས་ཚོད་མི་འདུག་མ་གཏོགས་ད་དུས་ཚོད་དེ་ཡོད་ན་ད་ལྟོས་ཨ་བསམ་པར་རྗེ་ཧོར་ད་ངའི་སེམས་འདི་ན་ལ་རོ། དངོས་གནས་དྲང་གནས། དེ་ཡིན་ནས་ལས་ཀ་མང་པོ་དེ་དུས་ཚོད་འཕྲོ་བརླག་མ་ར་བ། བྱང་ཆུབ་ཀྱི་སེམས་ཀྱིས་ཀུན་ནས་བསླང་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས། བྱང་ཆུབ་སེམས་དཔའི་སྡོམ་པ་དེ་རྩ་བ་ལ་བཞག་ནས་བྱེད་ཀྱི་ཡོད་ཙང། ཆོས་དང་ཆོས་རང་རེད། ད་ཡིན་ན་ཡང་དངོས་གནས་ཞི་གནས་ལྷག་མཐོང་སྒོམ་མཁན་གཅིག་གི་ངོས་ནས་སྐད་ཆ་བཤད་པ་ཡིན་ན། བལྟས་ཚེ་གཅིག་གིས་དུས་ཚོད་ཉུང་དྲགས་པ་འདྲ་བོ་འདུག་བ། ཞེས་སོགས་འདི་འདྲའི་སྒོམ་དགོས་རེད། འདི་འདྲའི་སྒོམ་འདི་འདྲའི་སྒོམ་ནི་གཅིག་སྒོམ་གཉིས་སྒོམ་བྱས་ན་ཨ་ནི་བརྟན་པོ་དེ་ཆགས་ཚར་ན་ད་གསལ་རུ་བཏང་ཡས་གཅིག་པོ་རེད་ད། རེད་སོང་བ། དང་པོ་གསལ་པོ་ཆགས་ཀྱི་འདུག་མི་འདུག་ལྟ་ཡས་མ་རེད། དང་པོ་གསལ་པོ་ཡོད་ན་ལ་མེད་ན་གཟིམ་ཡས་དེ་བསམ་བཏང་བ་རེད་དེ་ནང་ལ་ད་དུང་གི་རེད་དེ་མ་ཆུ་འགྲོ་ད། དེ། གར་ཟག་སྟེ། ཞི་གནས་ཀྱི་དམིགས་རྟེན་གཙོ་བོ་ནི་མིག་བཞི་ལ་ཤར་བའི་སྐུ་དེ་ཡི་གཟུགས་བརྙན་ཡིད་བློ་ལ་ཤར་དུ་བཅུག་ནས། ཡིད་བློ་ལ་ཤར་བའི་སྐུ་ཡི་གཟུགས་བརྙན་ལ་དམིགས་ནས་བསྒོམ་དགོས་པ་དེ་གནད་ཆེ་བས་དེ་ལྟར་བསྒོམ། བྱས། དེ་ཡི་ཚེ་ད་འདི་བར་དུ་བསྟན་སྲིད་རྟག་ཅིག་སྐྱོན། ད་འདི་ཁ་ཐུག་དེ་ལ་ཨེ་འབྲེལ་ཡོད་རེད་མཚམས་མཚམས། བར་ཆད་འདྲ་བོ་ཟེར་ན་ཡིན་འདྲ་སོ་སོ་སེམས་བརྟན་པོ་མེད་པའི་རྐྱེན་པས། སངས་རྒྱས་སྐུ་ཐང་གི་སེར་པོ་བསྒོམ་ཡོད་རོགས་བདག་ཅག་གི་སྟོན་པ་སྐུ་སེར་པོ་བསྒོམ་རྒྱུ་བསྒོམ་རྒྱུ་ལ་ཡང་མཚོན་འདྲ་ཞེན་འདྲ་དེ་འདྲས་ཤར་ཡོང་ཡ་དེ་ཡིན་དུས། དེའི་ཚེ་སེར་པོ་བསྒོམ་འདོད་པ་ལ་དམར་པོ་སོགས་འཆར་བ་དང། ཡང་སངས་རྒྱས་སྐུ་ཐང་གིས་བཞུགས་པ་ཅིག་སྒོམ་ཀུན་ཡོད་པ་ཅིག་ལ་ཡང་ད་ག་ཟེ་རྣམ་རྟོག་གཞན་ཅིག་གིས་ཡར་བཞེངས་པ་འདྲ་བོ་དེ་འདྲ། བཞུགས་པའི་རྣམ་པ་སྒོམ་འདོད་པ་ལ་བཞེངས་པའི་རྣམ་པ་འཆར་བ་དང། ཡང་སངས་རྒྱས་སྐུ་གཅིག་མ་གཏོགས་སྒོམ་མེད་ན་ཡང་ད་ག་ཟེ་ཅིག་བར་ཆད་འདྲ་བོ་སེམས་བརྟན་པོ་མེད་པའི་རྐྱེན་པས་གཉིས་གསུམ་ཤར་ཡ་འདྲ་བོ་གཅིག་སྒོམ་འདོད་པ་ལ་གཉིས་གསུམ་སོགས་འཆར་བ་དེ་འདྲ་འོང་སྲིད་པས། དེ་འདྲ་བྱུང་ན་རང་བློ་དེ་དག་གི་རྗེས་སུ། གཏན་ནས་མ་བཏང་ཟོ་ད་དེ་རེད། ཨོ་ང་བཏང་གི་སེར་པོ་བསྒོམས་ཡོད་དམར་པོ་དོན་སོགས་དཔེ་ཡག་པོ་ཆགས་སོང་ཟེར་ནས་ནས་དམར་པོ་བསྒོམས་བསྡད་ཁ་ཆེ་ཡང་གང་ཙམ་ཆུ་སེར་སྔོན་པོ་དེ་འདྲས་བྱས་ནས་དཔེ་ག་སོགས་རེ་བསྒོམས་མ་བསྡད་ལབ་པ་རེད། དང་པོ་སེར་པོ་བསྒོམས་ན་སེར་པོ་ཁོ་རང་ལ་ཤུགས་རྒྱབས། མ་ཞུགས་ནས་བསྒོམས་ཡོད་ན་ཞུགས་ནས་བསྒོམས་པ་ཁོ་རང་ལ་ཤུགས་རྒྱབས། སྐུ་གཅིག་བསྒོམས་ཡོད་ན་གཅིག་བསྒོམས་པ་ཁོ་རང་ཤུགས་རྒྱབས། རེད་སོང་ཨ། ཨོ་སེམས་ལ་དྲན་གྱི་འདུག་ལ་ནས་བླངས་སམ་གང་ཆུང་མ་འཇིགས་ཀྱི་ཡོད་མ་རེད་ལ་རེད། འདི་ཡང་དོ་སྣང་སྤྲད་པ་རེད་དཔེར་ན་ང་ཚོ་འདི་འདྲའི་འདུག་ད་མཚམས་མཚམས། ད་ལྟ་ཐུན་གྲུ་བླ་མའི་རྣལ་འབྱོར་གྱི་ཏོག་ནས་ལྷ་མོ་མདོག་ལྗང་སྒོམ་གྱི་ཡོད་དྲན་གྱི་དྲན་གྱི། པ་རུ་བཅིངས་ནས་རྫུན་བཟོ་སྒྲོན་མ་སྒོམ་བདེ་ཉེན་འདི་འདྲ་ཡོད་རོ་བ། རོ་བ། རོ་བ། བྱས་ཙང་འོ་འདི་དུས་དམིགས་པ་ཤོར་གྱི་ཡོད་པའི་རྟགས་རོ་བ། བྱས་ཙང་ད་ལྟ་འདི་ལ། སྦྱོང་བརྡར་ཡག་པོ་བྱུང་ན་འོ་འདི་ཡོང་གི་མ་རེད་བྱུང་མ། བྱས་ཙང་འདི་ཡིན་པ་ཡིན་ཙང་ད་ལྟ་འདི། དེ་འདྲ་བྱུང་ན་རང་བློ་དེ་དག་གི་རྗེས་སུ་གཏན་ནས་མ་བཏང་བར། རྩ་བའི་དམིགས་རྟེན་དེ་ཉིད་ལ་རྩེ་རྩ་བའི་དམིགས་རྟེན་ལ་སོང་བ་རྩ་བའི་དམིགས་རྟེན་བཟོས་དུས་དམིགས་པ་གཙོ་བོ་ག་བ་བཞག་ཡོད། རང་གི་ཡིད་བློ་ལ་ཤར་བའི་སྐུ་ཡི་གཟུགས་བརྙན་རེ་བ་དག་རང་རྩ་བའི་དམིགས་རྟེན་དེ་ཉིད་ལ་རྩེ་གཅིག་ཏུ་དམིགས་ནས་བསྒོམ། ད་ངོ་ད་འདི་རེད་ཨོ་འདི་བ་ཏུ་བསྟན་སྲིད་གཅིག་བརྟགས་སྐྱོན། ཤེས་དགོས་ཀྱི་གནད་འགག་དང་ཤེས་དགོས་ཀྱི་གནད་འགག་གཉིས་པ་འདི་རེད་ད། ང་ཚོ་འགའ་ཤས་ཀྱིས་ང་སྒོམ་རྒྱག་གི་ཡོད་གསལ་པོ་ཆགས་ཀྱི་མི་འདུག་གསལ་པོ་ཆགས་ཀྱི་མི་འདུག་སོགས་ལབ་ཀྱི་འདུག་བ་དེ་བྲེལ་ལ་ཡོད་མ་རེད་དེ་བདེ། དང་པོ་ནས་གསལ་ཆ་ལེགས་པོ་མ་བྱུང་ཡང་བསྟན་བྱ་གལ་ཆེ་བས་ལ་འདུག་བ། བྱས་ཙང་གསལ་པོ་ཡོང་ཡ་དེ་གལ་ཆེན་པོ་མ་རེད་དང་པོ་སེམས་དཔའི་གི་དམིགས་པ་དེ་ཉར་ནས་བརྟན་པོ་བྱས་ནས་ཉར་ཐུབ་ཡ་དེ་གལ་ཆེན་པོ་རེད། གསལ་པོ་ཡོད་ན་འདྲ་གསལ་པོ་མེད་ན་འདྲ་ཧང་སོང་བ་བརྟན་པོ་བཟོ་ཡ་དེ་བྱས་ཙང་འདི་དུ་བ། སེལ་བྱ་ལེགས་པོ་མ་བྱུང་ཡང་བརྟན་བྱ་གལ་ཆེ་བས། སྐུ་ཡི་དོན་སྤྱི་ད་སྐུ་ཡི་དོན་སྤྱི་ཟེར་ཏེ་འདི་རེད་ཡིད་བློ་ལ་ཤར་བའི་སྐུ་ཡི་གཟུགས་བརྙན་དེ། Image། དེ་རེད་བ། དེ་འབྲེལ་གྱི་སྐུ་ཡི་དོན་སྤྱི་དེ་བརྒྱ་ཆ་ཚང་མེད་ན་ཡང་སོ་སོའི་གང་སེམས་གཏད་ས་ཀྱི་ཞལ་རས་འདྲ་བོ་དེ་ཕྱེད་ཀ་འདྲ་བོ་ཅིག་མེད་ན་ཡང་ཞལ་རས་འདྲ་བོ་ཅིག་ལ་གང་བསྟན་པ་དག་རང་རང་ལ་མུ་མཐུད་ནས་བཞག། སྐུ་ཡི་དོན་སྤྱི་ཆ་ཕྱེད་ཙམ་གསལ་བ་ལ། སོ་སོ་ལ་གང་གསལ་ཐུབ་པ་སོ་སོ་ལ་གང་ཤར་ཐུབ་པ་དེ་གསལ་ལ། རྩེ་གཅིག་ཏུ་དམིགས་ནས་དེ་མ་གཏོགས་གང་གཞན་དག་བསམ་བློ་གཏང་གི་མེད་ཟེར་ཁོ་རང་ལ་རྩེ་གཅིག་ཏུ་དམིགས་ནས་བྱས། ད་གལ་ཆེ་བ་གཅིག་འདི་རེད། སྤྲོ་བ་དང་བཅས་བསྒོམ་ལ་ཨེ་རེ་རེ། སྒོམ་རྒྱལ་དུས་ཙམ་པ་ཁྲལ་བཀོད་པའི་སྲོལ་འདྲ་བ་ཞིག་བླ་མས་སྒོམ་གསུངས་སོང་ང་མ་སྒོམ་རང་སྒོམ་རེད་ཟེར་ང་རང་ད་སྒོམ་འདོད་མེད་ཟེར་ཉན་འདྲ་བོ། དེ་ནས་སོ་སོ་ངོས་ནས་ང་ཅེ་ཅེ་ལས་ཀ་འདི་ཡོད་ད་ཡིན་ད་ཡང་འདི་མ་སྒོམ་ན་འགྲིག་གི་མ་རེད་བ་ཟེར་ནོ། ཨ་ནི་ཅིག་ཡོད་རེད་བ་སྒོམ་ཉན་མ་འདོད་ན་ཡང་སྒོམ་ནི་དེ་འདྲའི་འདྲ་བོ་བྱས་པ་ཡིན་ན་ཨ་ནི་ཆོ་ཡོད་མ་རེད་ལར། སྒོམ་པའི་ཁ་ཐུག་དེ་ལ་དགའ་བཞིན་སྤྲོ་བཞིན་དུ་སྤྲོ་སྣང་དང་ལྡན་པའི་དབྱིངས་འཕར་བའི་ཐོག་ནས་དེ་ནི་སྒོམ་དགོས་རེད་ཟེར་གོ་རེད། སྟབས་བདེའི་དཔེ་གནད་འགག་ཆེན་པོར་དང། མིག་ནི་སྤྲོ་བ་དང་བཅས་བསྒོམ་པ་གལ་ཆེ། བྱས། དེ་ཡང་ཐོག་མར་བསྒོམ་པའི་ཚད། ཐུན་ཉུང་ལ་གྲངས་མང་བ་གལ་ཆེ། འོ་ད་དེ་རེད་ད། ཐུན་ཉུང་ང་སོ་དུས་ཚོད་ཐུང་ཐུང་དེ་བས་སྐར་མ་གཅིག། སྐྲ་བོ་གཅིག་གཉིས་རེ་བ་ཅིག་བསྒོམ་ཡང་བར་སྟོང་བཞག་ཡང་སྐར་མ་གཉིས་རེ་བ་བར། དང་པོ་ནས་པས་སྐར་མ་ཆུ་ཚོད་གཅིག་གཉིས་གསུམ་དང་བཞི་བོ་ཅིག་བསྒོམ་བདེ་བ་ཡིན་ན་བསྒོམ་ཐུགས་ཀའི་མར་དང་དབུ་གཙུག་བཞི་བོ་བརྒྱ་ན། གང་འཚམ་བཞུགས་ལ་བསྒོམ་བརྒྱ་ཡར་ལ་ཐང་ཆད་ནས་སྤྲོ་སྣང་མེད་པར་བྱ་ཡི་རེད་འོ་དེ་འདྲས་མ་བྱས། ཐུན་ཉུང་ལ་གྲངས་མང་བ་གལ་ཆེ་ཞིང་དེ་ཡང་བསྒོམ་གྱི་དུས་ཡུན་ཐུན་དེ་ཙམ་གྱི་བར་ལ། ད་འདི་རེད། སྐར་མ་གཅིག་བསྒོམ་ན་འགྲིག་རེད་གཉིས་བསྒོམ་ན་འགྲིག་རེད་ངས་ཁྱེད་རང་ཚོ་ལ་ཡང་མ་མཐའ་སྐར་མ་ལྔ་ཞུས་ཡོད་རེད་བ་སྐར་མ་ལྔ་བསྒོམ་ལ་ཡོད་རེད་དེ་ཐུན་ལྔ་ག་ས་སྐར་མ་ལྔ་དེ་ཐུན་གཅིག་ལ་སྐར་མ་ལྔ་བསྒོམ་ལ་ཡོད་མ་རེད་བ་སྐར་མ་ལྔ་ཡི་ནང་ལ་ཐུན་དེ་གཅིག་གཉིས་གསུམ་སོ་སོའི་སྐར་མ་གཅིག་བསྒོམ་ཡང་སེ་གན་ཁ་ཤས་ངལ་གསོ་བརྒྱབ་ཡང་སྐར་མ་གཅིག་བསྒོམ་སེ་གན་ཁ་ཤས་བརྒྱབ་འོ་དེ་འདྲས་བྱས་ནས་སྐར་མ་ལྔ་བསྒོམ་ན་ཡང་འགྲིག་གི་རེད་གང་ལྟར་མ་མཐའ་ཡིན་པའི་བསྒོམ་དགོས་རེད་མ་མཐའ་ཡིན་པའི་དེ་འཇོག་བསྒོམ་ལ་ཞི་གནས་ལ་གོམས་འདྲིས་ཡོང་བའི་ཆེད་དུ་རེད་བ། ད་འདི་གང་ལ་སོ་སོ་སོ་གི་ཁ་འདོན་རྒྱལ་སྦྱོར་དང་འབྲེལ་ནས་བསྒོམ་རྒྱལ་ཡོད་ས་ཡིན་པ་རེད་བ་ཤེས་དགོས་མ་རེད་བ། ད་ད་ག་རང་ལ་ཡག་འདི་བྱས་ནས་བསྒོམ་དགོས་རེད། ད་དེ་འདྲའི་བྱས་ན་སྒོམ་དུས་གལ་ཆེན་པོ་འདི་རེད་དེ་ཟེར་ཨ་ཁྱེད་ཚོ། དཔེར་ན་ང་རང་ཚོ་ལས་ཀ་ཡིན་ན་ཡིན་འདྲ། ལས་ཀ་དེ་ཞིབ་པོ་ཞིག་མ་བྱས་ན་ཡང་བྱས་པ་དེ་སྤུས་དག་པོ་བྱས་ན་སྤྲོ་སྣང་ཡོང་གི་འདུག་བ། རེད་བ། ཅིག་སོ་སོའི་གི་ཁ་འདོན་འདྲ་ཅིག་བྱེད་ཀྱི་ཡོད་ན་ཡང་ཁ་འདོན་དཔེ་ཞིབ་པོ་ཅིག་གི་པའི་ཆུ་ཚོད་བཞི་ལྔ་དེ་འདྲའི་བྱེད་མ་ཐུབ་ན་ཡང། ཆུ་ཚོད་ཕྱེད་ཀ་གཅིག་སུ་བྱས་པ་དེ་སྤུས་དག་པོ་བྱས་ན་ད་རིང་ཡིན་ན་དཔེ་ཡག་པོ་བྱུང་ཟེར་ན་དགའ་སྣང་སྐྱེ་གི་འདུག་བ། མཚམས་འདྲ་བོ་ཅིག་འདས་པའི་སྐབས་ལ་ཡིན་ན་ཡང་མཚམས་པས་ལོ་དང་ལོ་འཁོར་ར་འདས་མ་ཐུབ་ན་ཡང་ད་ཟླ་བ་གཅིག་ཉི་མ་ཉི་ཤུ་འདི་རང་དུ་ངེད་ཀྱི་མཚམས་མགོ་ནས་མཇུག་བར་དུ་ཡག་པོ་བསྡད་ཡིན་བསམ་པས་ཡོང་དུས་མཚམས་གྲོལ་ཡོང་དུས་སྤྲོ་སྣང་ཡོང་གི་འདུག་བ། ཨོ་འདི་ནང་བཞིན་སྒོམ་འདི་སྐར་མ་ལྔ་མ་དུ་རྒྱག་གི་མེད་ནས་སྐར་མ་གཅིག་གཉིས་གསུམ་དེ་འདྲའི་ཡང་ཡང་བྱས་ན་ལྔ་དྲུག་ག་ཚོད་རྒྱག་གི་ནས་སྐབས་རྒྱག་གི་མེད་ན་ཡང། བརྒྱ་བ་དེ་ལྟག་ཏུ་ཀར་སྤུས་དག་པོ་རྒྱག་པོ་རེད། ལྟ་བུའི་ཐོག་པོ་སུལ་ཀ་རེ་འཆིང་བ་མེད་པ་དགོས་པ་མེད་པ་ཆོས་ཟབ་འདི་ནང་དུ་བསྟན། དེ་ཡང་སྒོམ་གྱི་དུས་ཡུན་ནམ་ཐུན་དེ་ཙམ་གྱི་བར་ལགས་ད་ཁྱེད་རང་སྐར་མ་གཉིས་འདྲ་བོ་ཅིག་སྒོམ་མེད་ན་སྐར་མ་གཉིས་བསྒོམས་པའི་བར་དེ་ལ་འཆིང་བ་དགོས་པ་གཏན་ནས་མ་བྱུང་བ་ཞིག་བྱས། རེ་ཟུང། སྐར་མ་གསུམ་འབུམ་ཡོད་ན་སྐར་མ་གསུམ་རིམ་ཁག་དེ་ལ་བྱིང་བ་འགོད་པ་གཏན་ནས་མེད་པ་ཅི་རེ་ཟུང་བ། ཡོང་ཙང། དཔེར་ན་སྐར་མ་གསུམ་བྱིང་བ་དང་འགོད་པ་རྩ་བ་ནས་མེད་པའི་ཐོག་ནས་སངས་རྒྱས་ཀྱི་སྐུ་སྐར་མ་གསུམ་བསྒོམ་པ་འདི་དང། བྱིང་བ་དང་འགོད་པ་གི་ཐོག་ནས་སངས་རྒྱས་ཀྱི་སྐུ་འདི་ཆུ་ཚོད་གཅིག་བསྒོམ་པ་བྱས་ན། སྐར་མ་གསུམ་བསྒོམ་པ་འདི་ཕན་ཐོགས་ཆེ། ཆོས་ཚུལ་གསུམ་སྒོམ་ཡིན་ལབ་རེད་དེ་ཆོས་ཚུལ་གསུམ་དེ་ལ་བྱིངས་དེ་གཉིས་ཁུག་མ་ཟ་དེ་ཡང་གང་ཚོང་ཡིན་པའི་སྒྲ་སྨན་སྒྲ་དྲན་དེ་ཅི་སྒོམ་ཡིན་ལབ་ན་དེ་ཆོས་གང་ཡང་མ་བྱུང་རོ། བྱས་ཙང་འདི་ཡིན་དུས་ཙམ་པ་པོའི་དག་པོ་ཉུང་ཉུང་པོའི་དག་པོ་བསལ་དེ་གལ་ཆེན་པོ་རེད། ཨོ་ད་དེ་འདུག་ཨ། དུས་ཡུན་དེ་ཙམ་གྱི་བར་ལ་བྱིངས་རྒྱུད་གཏན་ནས་མ་བྱུང་བ་ཞིག་བྱེད་ཅིང། ད་དེ་བྱུང་ན་དེ་མ་ཐག་ཏུ་གལ་ཏེ་པའི་བྱིངས་བ་དང་དགོས་པ་ག་རེ་སླེབས་ན་ཡང་སླེབས་པ་དེ་ཤེས་བཞིན་གྱིས་ཤེས་པར་བྱེད། དེ་བྱུང་ན་དེ་མ་ཐག་ཏུ་ཤེས་པར་བྱེད་དེ། སྤོང་སྙམ་པས་ཨོ་ད་ང་པའི་བྱིངས་བ་སླེབས་སོང་དེ་ད་ངས་སྤང་དགོས་རེད། ད་ང་དགོས་པ་སླེབས་སོང་དེ་ད་ཁྱོད་ལ་འགྲིག་མ་སོང་སྤང་དགོས་རེད་བསམ་པ་གཅིག་གིས། བསམ་བློ་སྒོར་སྤོང་སྙམ་པའི་འདུན་པ་དྲག་པོ་བཏང་ནས་སེམས་དམིགས་རྟེན་ལ་རྩེ་གཅིག་ཏུ་གཏད་དེ། དམིགས་རྟེན་དེ་ཉིད་བློའི་ཡུལ་དུ་མ་འཇལ་བར་བྱས། ད་སྒོམ་རྒྱབ་རྒྱབ་ལ་ཨེ་ག་རེ། སེམས་དེ་རྒྱལ་བའི་དམིགས་པ་སངས་རྒྱས་ཀྱི་སྐུ་ལ་གོམས་དགོས་རོ། ད་གོམས་ལ་ཨེ་ག་རེ། སེམས་དེ་སངས་རྒྱས་ཀྱི་སྐུ་དྲན། ཡང་དྲན་པ་དེ་ཡང་བསྐྱར་དྲན། ཡང་བསྐྱར་དྲན་པ་དེ་ཡང་བསྐྱར་དྲན། དྲན་པ་མུ་མཐུད་ནས་འདས་པ་དེར་བ། ཨོ་ཡིག་གཅིག་ངན་སོང་བའི་ག་ལ་ལོག་སོ། སེམས་དེ་ཀྱི་སངས་རྒྱས་ཀྱི་སྐུ་ལ་དམིགས་ནས་བཟླས་ལ་ཡི་དེ་ག་རེ། དྲན་པ་དེ་ཀྱི་སངས་རྒྱས་ཀྱི་སྐུ་དྲན་བཟླས་པ་དེ། དྲན། ཡང་དྲན། ཡང་དྲན། དྲན་པ་མུ་མཐུད་ནས་བཟླས་པ་དེ་རེད། དེ་འདྲས་ཡིན་ཙང་བཟླས། དམིགས་རྟེན་དེས་བློའི་ཡུལ་དུ་མ་བྱས་པར་དྲན་ཙམ་དྲན་ཙམ་བྱས་ནས་བློ་དེ་ཡི་རྒྱུན་སྐྱོང་བར་བྱེད་པ། བྱས་ཙང་དྲན་བག་གི་རྒྱུན་སྐྱོང་བ། དྲན་བག་གིས་སངས་རྒྱས་ཀྱི་སྐུ་དེ་ཕ་དྲན་བག་གིས་གཟིམས་ནས་རྒྱུན་སྐྱོང་བར་བྱེད་པ་དེ། འཇོག་སྒོམ་བྱས་པ་ཟེར་ན་དེ་རེད་ད། ཧ་གོ་སོང་ཨ། དྲན་པ་ལ་སྣང་མེད་རྩིག་མེད་བཏང་ནས་ཨ་ནི། ཅིག་ཁ་སོར་སྒོམ་རྒྱག་ཡ་དེ་མ་རེད། ཨ་སོང་དྲན་པས་དྲན་པས་ཀྱི་སངས་རྒྱས་ཀྱི་སྐུ་གཟིམས་བདེ་བ་དེ་མ་འབྱེད་པ་བྱས་ནས་དྲན་པ་རྒྱུན་སྐྱོང་འགྲོ་དགོས་རེད། ཨོ་ད། ལྟར་བྱ་ཅིག། སྐར་མ་གཅིག། སྐར་མ་གཉིས་བསྟན་ཏེ། དེ་ཕྱིར་ན་ནི་དྲན་པ་དཔལ་ཡར་རྒྱས་འགྲོ་བའོ། དྲན་པ་ཡར་རྒྱས་འགྲོ། ཤེས་པ་དེ་རྣམ་རྟོག་དང་བྲལ་ཙང་ཤེས་པ་དེ་གཙང་རུ་འགྲོ། གསལ་རུ་འགྲོ། དྭངས་རུ་འགྲོ། དེ་འདྲ་ཡིན་གོ། ཞེས་སོགས་དེ་འདྲ་ཡིན་པ་ཡིན་དུས། རྒྱུན་སྐྱོང་བར་བྱེད་པ་ནི། ལས་དང་པོ་བས། སེམས་གནས་སྒྲུབ་པའི་ཐབས་སེམས་གནས་ཐབས་ཀྱི་ཏིང་ངེ་འཛིན་དགུ། དེ་ནང་བཞིན་ཞི་གནས་སྒྲུབ་པར་བྱེད་པའི་ཐབས་དམ་པ་ཡིན་པར་གསུངས། ཐབས་ཡང་དག་པ་འོ་ད་བཟླས་བྱ།